ཨོ། ད་ད་ལྟ་ང་འདས། ང་རང་གི་བུ་མོ་འཛིན་གྲྭ་འཕར་མ་གཅིག་གི་ཆེད་དུ་འདས་སླེབས་དུས་ཡོད། ད་དེའི་འཛིན་གྲྭ་ཆུ་ཚོད་གཉིས་ཀྱི་དུས་ཚོད་དེ་ལ་ང་ཕྱི་ལོག་ལ་ད་ག་ཟི་མ་ལེ་ཡིན། ད་དེའི་རིང་ངོ་ལ་ང་སྐར་མ་གསུམ་བཞི་གྱི་སྐད་ཆ་ཞིག་གོ་དྲན་སོང་དེ་ག་རེ་ཡིན་ལབ་ན། ད་ང་ཚོ་བོད་པ་རེད། བོད་པ་དེ་སྤྱིར་བཏང་བྱེས་པ་ཡིན་ན་འགྲོ་བ་མི་གི། ད་ཆ་ཤས་ཆེ་རེད། འགྲོ་བ་མི་གི་ཆ་ཤས་ཅིག་ཡིན་པའི་ངོས་ནས་བསམ་བློ་གཏོང་བ་ཡིན་ན། ད་འགྲོ་བ་མི་བཅས་ཀྱི་ཆེ་མཐོང་ཆེ་ཤོས་འདྲ་བོ་དེ་སོ་སོའི་རྒྱལ་ཁབ་ཀྱི་བདག་དབང་དེ་རེད། རྒྱལ་ཁབ་ཀྱི་རང་བཙན་རེད། ད་དེ་ང་ཚོ་གི་ཤོར་ཚར་བ་རེད།

བརྒྱུད་རིམ་གྱི་གདོང་གློག་ལ་ང་ཚོ་གི་མི་ཚེ་གི་རིན་ཐང་ཆེ་ཤོས་འདྲ་བོ་དང་འགན་འཁྲི་ཆེ་ཤོས་བརྩོན་ལེན་བྱེད་ཡག་གི་དུས་ཚོད་ཅིག་སླེབས་ཀྱི་ཡོད་རེད། ཡིན་ན་ལས་ཀ་ཐབས་སྐྱོ་ཅིག་ལ། ང་ཚོ་གི་འདས་པའི་ལོ་ཁ་ཤས་ཅིག་གི་ནང་ལོགས་ལ་མ་ཕྱི་དེའི་ལོ་བ་ཡིན་ན་ད་རྐང་རྗེས་ལག་གསོབ་གི་བཟོ་འདྲ་བོ་ཅིག་ལ། ང་ཚོ་གི་མི་ཚེའི་རིན་ཐང་བརྩོན་ལེན་གྱི་ངོས་ནས་འགན་འཁྲི་གི་ངོས་ནས། ད་ང་ཚོའི་ངོས་འཛིན་དང་ངོ་བོ་མང་པོ་ཅིག་ད་ཤོར་འགྲོ་གི་ཡོད་རེད། ད་དེ་ཡང་ཕྱི་དགྲ་བོ་གིས་གནོན་ཤུགས་དང་དེ་ནི་དགྲ་བོ་གི་གཡོ་སྒྱུའི་བསླུ་ཁྲིད་དེ་ག་ནང་བཞིན་ནང་གཉེན་ཉེ་དང་ཁྱིམ་སྲིད་ཀྱི་འདོ་རྔམ་གྱི་འོག་ལ་ད་ང་ཚོ་གི་ང་ཚོ་ལ་ཡོད་པའི་གི་ངོ་བོ་ངོས་འཛིན་དེ་ནི་ང་ཚོ་གི་མཚོན་རྟགས་གི་བཟོ་འདྲ་བོ་ད་མང་པོ་ཞིག་ཤོར་འགྲོ་གི་ཡོད་རེད། དཔེ་ཆ་བཞག་པ་ཡིན་ན་ད་ང་ཚོ་ལོ་མང་པོ་བྱས་ལ་རང་བཙན་རྩོད་བའི་གི་རང་བཙན་འཐབ་རྩོད་ཀྱི་ཐོག་ལ་དམིགས་ཡུལ་གཅིག་གྱུར་ཡོད་པ་དེ་ད་ལོ་སུམ་ཅུ་ལྷག་ཟིག་གི་གོང་ལ་ང་ཚོའི་དམིགས་ཡུལ་འདྲ་བོ་དེ་དུམ་བུ་ཆག་བྱས་ནས་རང་བཙན་ནི་ད་ལམ་འོ་མ་ཟད་ཅིག་གི་གོང་ལ་ཕྱིན་རྗེས་དེ་ང་ཚོའི་འཐབ་རྩོད་ཀྱི་ངོ་བོ་དེ་ཤོར།

བོད་ཀྱི་སྐད་དང་ཡི་གེ་ལ་ཇི་ཡོད་རེད་བོད་ཀྱི་སྐད་ཡིག་ལ་ཇི། ད་བོད་ཀྱི་སྐད་ཡིག་ལ་དེ་འབོ་ཁྲིག་གི་སྐད་ཡིག་ཟེར་ཡག་གི་ཐ་སྙད་གསར་བ་བཅས་དང། འཆར་གཞི་གསར་བ་བཅས་ཀྱི་འོག་ནས་གང་ལྟར་བོད་ཀྱི་མིང་དོན་མཚུངས་པའི་གི་བརྡ་ཆད་དེ་བརླག་འགྲོ་གི་ཡོད་རེད། ད་འདི་འདྲའི་བྱེད་བྱེད་དེ་ང་ཚོ་གི་ཡོ་བ་མང་པོ་ཅིག་མེད་པ་ཆགས་འགྲོ་ཡ། ཀྱི་གནད་དོན་འདི་ང་ཚོ་བོད་དེ་ལོ་རྒྱུས་ཡོད་པའི་རྒྱལ་ཁབ་ཅིག་དང་བདག་དབང་ཡོད་པའི་མི་རིགས་ཅིག་གི་ངོས་ནས་བསམ་བློ་གཏོང་བ་ཡིན་ན་ང་ཚོའི་ཆེ་མཐོང་ངོ་བོ་རིག་གནས་ལྟ་མང་པོ་ཅིག་བརླག་འགྲོ་གི་ཡོད་པ་འདི་ཧ་ཅང་གི་ཉེན་ཁ་ཆེན་པོ་ཅིག་དང་འདི་བོད་རྩ་མེད་འགྲོ་ཡག་དང་བོད་མི་རིགས་རྩ་མེད་འགྲོ་ཡག་གི་བརྒྱུད་རིམ་ཅིག་ཡིན་པའི་ཆ་ནས་ད་ང་ཚོ་བོད་མི་དམངས་བོད་མི་རིགས་དེ་བོད་པ་ཅིག་ཡིན་པའི་ཆ་ནས། གཉིད་སད་དགོས་ཡག་གི་དུས་ཚོད་ཅིག་ལ་སླེབས་མི་འདུག་བས། བོད་ཀྱི་ངོ་བོ་དང་བོད་ཀྱི་མིང་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་རིག་པ་འགྲེམས་དགོས་ཡག་ཅིག་དང། ད་ང་ཚོ་གི། ཅིག་སོ་སོའི་སོ་སོ་རྨོངས་གཉིད་ལས་སད་དགོས་ཡག་གི་དུས་ཚོད་ཅིག་ལ་སླེབས་མི་འདུག་བས་དེ་ངའི་སེམས་ཕམ་ཆེན་པོ་ཅིག་གི་ཐོག་ནས་དེ་རིང་ངས་ཞུ་གི་ཡོད། དེ་རྣམ་པ་ཚང་མ་གིས་དེའི་ཐོག་ལ་བློ་བཟོ་རུ་གནས་པའི་གི་བསམ་བློ་གཏོང་རོགས་གྱིས་ངས་དེ་ཞུ་གི་ཡོད།

འགྲོ་དགོས་ཀྱི་ཡོད་པ་དེ་ང་ཚོ་སྡང་བ་ཡོད་མ་རེད་ཁྱི་ཡ་རང་རེད། ཁྱི་བ་ཡིན་ན་ཁྱི་ལོག་ཁྱི་སྟོང་དེ་མི་ཚེ་རིང་ཐུང་ཡོད་བ་ཅིག་བཟོ་ཐུབ་པ་ཡིན་ན། ཁྱི་དང་མི་འཁྱི་ལ་གདམ་ག་མེད་པ་ཡིན་ན་ལས་གསོན་པའི་སྐབས་ཀྱི་མི་ཚེ་རི་རིན་ཐང་དེ་ལ་གདམ་ག་ཡོད་པའི་ཆ་ནས་ང་ཚོ་བོད་པ་སྦྱིན་པའི་ཆ་ནས་ད་ལྟ་བོད་དཀའ་ངལ་ཆེ་ཤོས་ཀྱི་དུས་ཚོད་ལ་བོད་པའི་འགན་གཅིག་ཁྱི་བ་ཡིན་ན། ད་དེ་ང་ཚོ་གི་རིན་ཐང་ཆེ་ཤོས་རྩོད་ལེན་བྱེད་ཡག་གི་གོ་སྐབས་ཀྱི་ཡིན་པའི་ཆ་ནས། ང་ཚོ་གི་རིན་ཐང་དང། ངོ་བོ། ལ་རྒྱ་མ་ལགས་པའི་ཐོག་ནས་བོད་མི་རིགས་ལ་འགན་འཁུར་རོགས་གྱིས། བོད་མི་རིགས་ལ་འགན་འཁུར་ཡག་གི་དོན་དུ་ངས་གང་ལ་ཞུ་ཕྱོགས་ཀྱི་གནད་དོན་དེ་ཚོ་གི་ཐོག་ལ་ངན་པར་དུ་བསམ་བློ་བྱེད་གཏོང་རོགས་གྱིས་ངས་ཐེ་ཞུ་གི་ཡོད།